གཅིག་ངས་བརྙན་ཐུང་འདི་བརྒྱུད་ལམ་ནས་ཡང་མི་གཅིག་གིས་དོ་སྣང་སྤྲད་བྱས་ན་ཡང་འདི་ཐོག་ལ་ཡར་འདེད་ཐུགས་བསམ་བཞེས་པ་ཡིན། ཨ་ནི་གཅིག་ཡང་གཅིག། གང་ཟག་སྒེར་སུ་ལ་ཕན་པ་ཡིན་ན་ཡང་གཅིག་གོ། དགེ་བས་ཀྱི་རྒྱུ་གཅིག་ཆགས་ཀྱི་རེད་བསམ་བྱས་ན་ད་ལིས་ངས་ཀྱི་འདི་གལ་ཆེའི་དོན་ཆེན་བྱས་ནས་ཞུ་གི་ཡོད། གནས་ཚུལ་འདི་ཕལ་ཆེར་རྣམ་པ་ཚོ་མང་པོ་གཅིག་གི་ད་ད་ཁྱེད་མགོ་རེད་ད་ད་འགྲོ་ད་འགྲོ་བཞིན་པ་རེད། ང་རང་ཚོ་གི་ད་ད་རྒྱ་གར། རྒྱ་གར་ལུང་པ་ལ་ཡང་ད་ད་ཉེ་ཆ། སྤྱི་ཟླ་དྲུག་པའི་གི་སྟ་རེ་བཅུ་གཉིས་ལ་ཡང་ད་ད། རྒྱ་གར་ཨེམ་རྡ་བཱད་ནས་ལན་དྲན་ཡ་འདུག་ཞིག་གནམ་གྲུ་ཅིག་ཕིར་འདུག་ཙམ་པ་ལ་ཡ་ནི་དེ་ཅིག་ཡ་ཡག་པོ་ཅིག་ཕིར་མ་ཐུག་བ་བྱས་ནས་ནི་བརྡབ་སྐྱོན་གྱོད་བྱས་ནས་ནི་ད་ལྟ་བ་དོ་ལ་ཡ་ཨ་ནི་མི་ཉིས་བརྒྱ་བཞི་བཅུ་ཞེ་གཅིག་ལྷག་སི་དེ་གྲོང་དུ་ཕྱིན་ས་ཤ་ཨ་ནི་སྟབས་མ་ལེགས་པ་ཅིག་ལ་གནམ་གྲུ་དེ་གི་བརྡབ་ས་དེ་ཡ་ཨ་ནི་ཅིག་གི་སྨན་པའི་གི་སློབ་སྦྱོང་བྱིས་ངེས། ཇི་སྙེད་ཀྱི་ཨ་ནི་སྤུ་གུ་དེ་ཚོ་ད་ལྟ་ཨ་ནི་གཞོན་སྐྱེས་སྤུ་གུ་དེ་ཚོ་ཀྱིས་ཨ་ནི་གཅིག་གི་ཉིན་གུང་བར་གསེང་ལ་ཁ་ལག་ཟ་བའི་དུས་ཚོད་དེ་འདྲའི་གཅིག་སྐབས་ལ་ཡ་ནི་ཁང་པ་དེ་འདྲའི་གཅིག་གང་ལ་ཨ་ནི་ཏག་ཏག་དེ་གནམ་གྲུ་དེ་ཟར་བྱས་ནས་ཨ་ནི་སྤུ་གུ་དེ་ཚོ་ཡིན་ན་སྤུ་གུ་སྔ་ས་དེ་གྲོང་དུ་ཕྱིན་ཤག་ཨ་ནི་དེ་མ་ཡིན་པ་མང་པོ་གཅིག་ཨ་ནི་གཅིག་རྨས་སྐྱོན་བྱས་བྱས་ནས་ད་ལྟ་བ་གའི་སྨན་ཁང་ལ་ཡ་སྨན་བཅོས་བྱེད་དང་བྱེད་བཞིན་པ་རེད་ཤག་ད་དེ་ཚོ་གནས་ཚུལ་དེ་ཚོ་རྣམ་པ་ཚོ་མང་པོ་གཅིག་ཕལ་ཆེན་མཁྱེན་ཚར་ཡོད་རེད། དེ་མ་ཡིན་པའི་ཀྱི་ཨ་ནི་ད་ལྟ་འདི་ནང་ལོགས་ནས་མི་གཅིག་ཐར་བ་བྱུང་ཤག་ཁོ་རང་གི་མཚན་ལ Vishwas Kumar ལ་གི་འདུག་ཁོ་རང་ཡིན་ནི་ཐར་བྱས་ནས་ད་ལྟ་ང་རང་ཚོ་རྒྱ་གར་གི་ད་ལྟ Prime Minister ཁོ་རང་འདུག་ཕ་གའི་སྨན་ཁང་ལ་ཐུག་བྱས་ནས་ཁོ་རང་མཉམ་པོ་བཀའ་མོལ་གནང་བྱས་ནས་ནི་གནས་ཚུལ་དེ་འདྲ་ག་འདྲ་བྱུང་ཡོད་མེད་ད་འདི་ཚོ་གནས་ཚུལ་ཆ་ཚང་ཁོ་རང་གི་འདུག་ཕ་འདྲེ་ཤེས་རྒྱག་གི་འདུག་རྣམ་པ་ཚོ་འདི་བརྙན་ཐུང་ལ་གཟིགས་པ་ཡིན་ནི་གཟིགས་ཡས་ཡོད་རེད་ཨ་ནི་ཁོ་རང་གི་གཙོ་བོ་འདི་ལ་གི་འདུག་ཁོ་རང་འདུག་གནམ་གྲུ་ཕེར་ནེ་ཀ་མ་ཅུ་ཟ་འདུག་ཞེ་ཡ་ཀྲེག་ཨོ་བྱི་བ་ད་ལེམ་སང་ཨེ་ནི་ཅེ་གི། གནམ་གྲུ་འདི་འཇམ་ཐིང་ངེ་འདྲ་བོ་ཅིག་ཆགས་སོང། ཨ་འདི་ནས་རང་ནི་ཁོ་རང་ཚོ་དོག་པ་འདྲ་བོ་ཅིག་ཟ་སོང། ཁོ་འདི་ནས་ཡག་ཕི་རའི་མེ་སྒྱོགས་འདྲ་བོ་ཅིག་གི་ཁོ་ཚོར་བ་འདྲ་བོ་ཅིག་སླེ་སོང། ཨ་འདི་ཅེ་ལ་ཀ་མ་ཅུ་ཅེ་ལ་ཏག་ཏག་ཕ་གེ་ལི་ཨེ་ནི་ཅེ་གི། ད་ལྟ། Medical College གི་ད་ལྟ Building ཆེན་པོ་འདི་ནང་ལོག་ལ་ཏག་ཏག་ཁོ། གནམ་གྲུ་འདུག་ཟ་འདུག་འགའ་བརྒྱབ་བྱས་ནས་འདུག་ཆགས་སོང་ལ་ནི་ད་འདིའི་རྣམ་པ་ཚོ་གི་མང་པོ་ཅིག་གི་ད་ལྟ་ཕལ་ཆེན་གནས་ཚུལ་ཁག་བརྒྱུད་ལམ་ནས་ཚང་མས་འདུག་མཁན་དགོས་རེད་ཨ་ནི། ངེད་ཀྱིས་ད་རིང་འདིའི་བརྗོད་གཞི་འདི་སྐོར་ལ་ཡ་ཨ་ནི་བཅས་ཀྱི་རྣམ་པ་ཚོ་ལ་ཞུ་དགོས་ཡའི་རྒྱུ་མཚན་དེ་ག་རེ་ཡིན་ལབ་པ་ཡིན་ན། དཔེར་ན།

ཡག་པོ་མེད་བ་དང་ཨ་ནི་ཅིག་སྒེའུ་ཁུང་འགྲམ་ལ་ཡ་ད་འདང་འདུག་ང་རང་ཚོ་སྒེའུ་ཁུང་ཡ་འདུག་ན་གུང་བཟོས་ཨ་ནི་ཐང་དཀར་བོ་བཟོས་སྦྱོར་བ་འདི་ཚོ་ཡིན་ན་ཅིག་ཁོ་འདུག་སྣེམས་ནས་ཏག་ཏག་འགྲོ་གི་མེད་བ་དང་ཨ་ནི་ཅིག་ད་ལྟ་མདུན་ལ་ཡ་ང་རང་ཚོ་འདུག་ཏི་བི་དང་མ་བཟོས་ན་ཅིག་སྲབ་ཁྲ་དག་འདི་འདྲ་ལྟ་ཡ་སྦྱོར་བ་འདི་ཚོ་གི་ཡང་ད་ཨ་ནི་ལག་པས་གི་འདུག་རི་མོར་འདི་གི

ཟིས་བ། ད་ངའི་རྒྱུ་མཚན་ད་ག་རང་ཡིན། ཨ་ང་རང་ཚོ་ད་སུའི་ས་གནས་ཡིན་ན་ལས། ཨ་ཡུ་རོབ་ཁག་དེ་བ་ཡིན་ན་རེད་མང་པོ་ཅིག་ད་དེ་འདྲ་བོ་དང་ང་ཚོ Indian Airlines ནང་ལ། ག་དུས་ན་ང་རང་ཚོ་གི་ཅིག་གནམ་གྲུ་འདི་གི་སྤྲི་དཀར་གཏོར་ནས་ནི་འདུག་སྨྲ་རྒྱ་གར་འགྲོ་ཡས་ཡིན་ན་རེད་ཡང་ལུང་པ་གཞན་པར་འགྲོ་བ་ཡིན་ན་རེད་མང་པོ་ཅིག་ང་ཚོ་གི་འགྲུ་གུ་བར་ཡིན་ན Netherlands ན་ལ་ཡིན་ན་ད་ངས་མ་འགྲོ་ལ་གི་མེད་ད། ཡིན་ན་ཡང། རྣམ་པ་ཚོ་ངོ་ནས་ང་རང་ཚོ་ངོ་ནས་གཟབ་གཟབ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ཤག་ང་ཚོ་གི་ང་རང་ཚོ་སུ་ཡིན་ན་རོ་ད་གནམ་གྲུའི་སྤྲི་དཀར་སྟེར་གོང་ཁྱེད་ཅིག་རག་བ་ཡིན་ན་གོང་ཁེ་བ་ཅི་ད་ཨཱནི་ཅིག་འདི་ནང་ལ་ཡ་ཅིག་ཅཱ་ལ་ཡིན་ན་ཅིག་མ་ང་ཁི་ཡའི་གི་གོ་སྐབས་ཅིག་རག་བ་ཡིན་ན་ཨཱནི་སུ་ཡིན་ན་འོང་འདི་ཏི་ཀར་འདི་ཏོ་ཡའི་ལ་དགའ་བོ་བྱེད་གི་ར་བ། སོང་ཙང་ང་རང་ན་ནིང་ཡིན་ན་ང་རང་བུ་མོ་མཉམ་པོ་འདུག་སི་རྒྱ་གར་ལ་འགྲོ་དུས་ཙམ་པ་ལ་ངའི་ཨིན་ཏར་ནེ་ཨེར་ལཱིན་སི་ཏོག་ཡིན་པ། ད། དཀོན་མཆོག་བཀའ་དྲིན་གྱིས་ཅིག་འདི་འདྲའི་གནས་སྟངས་སྡུག་ཅག་འདི་འདྲ་གས་ཆག་མ་སོང། ཡིན་ན་ཡང་སྐབས་འདི་དུས་ང་རང་ལ་འཚོ་བ་ཤུགས་ཆེན་པོ་ཅིག་སླེབས་སོ། ཨོའོ་མ་འོངས་པ་ཅིག།

འདིས་ང་རང་ཚོར་བ་ཤུགས་ཆེན་པོ་ཞིག་ལས་སོ། ཨ་ནི། ཨ་ནི་འདི་མ་ཡིན་པའི་གེ་ད་ལྟ་རྣམ་པ་ཚོ་གི་བརྙན་ཐུང་ལ་མང་པོ་བཟི་ཡོད་རེད་སྐབས་རེ་ད་ལྟ Indian Airlines ནང་ལ AC། AC། འཕྲོ་བརླག་འགྲོ་བྱེད་ནས་ཨ་ནི་མི་མང་དེ་ཚོ་མང་པོ་ཅིག་ལ་ཨ་ནི་དཀའ་ངལ་བྱུང་བྱེད་ནས་ཁོང་ཚོ་གི། སྒོ་དེ་ཚོ་སྤོ་ར་རྡུང་བྱེད་ནས་ཁོང་ཚོ་གི་ཕ་གེ་ད་ལྟ Business Class གི་སྒོ་སྤོ་ར་བཀག་བྱེད་ནས་ཨ་ནི AC མ་བཏང་བྱེད་ནས་ཁོང་ཚོ་གི་དཀའ་ངལ་བྱུང་བྱེད་ནས་ཨང་ད་བརྙན་ཐུང་དེ་ཚོ་རྣམ་པ་ཚོ་གི Instagram དེ་བ་བཟི་ཡས་ཡོད་རེད་དེ་འདྲས་གི་ད་ལྟ་མང་པོ་བྱུང་བཞག་སོང་རྫ་ད་ད་ལན་ང་རང་བརྙན་ཐུང་འདི་བརྒྱུད་ལམ་ནས་རྣམ་པ་ཚོ་ལ་ག་རེ་ཞུ་དགོས་བསམ་སླ་བ་ཡིན་ན་ནི་རྣམ་པ་ཚོ་ཐུགས་རྗེ་གཟིགས་རེ་བ་ཁྱེད་རང་ཚོ་དབུ་ནས་སྤྱི་བཏང་ནི་ད་ང་ཚོའི་རྒྱ་ཅག་རྒྱ་ལ་ཐུག་གི་མ་རེད་གལ་སྲིད་ཁྱེད་ཚོ Indian Airlines མ་འགྲོ་ནས Airlines གཞན་པ་ཅིག་ལ་ཁྱེད་རང་ཚོ་འགྲོ་བ་ཡིན་ན་ཡང་དེ་འདྲའི་ཅིག་གི་བཀྲ་མ་ཤིས་པའི་གི་དེ་འདྲའི་གནས་ཚུལ་དེ་འདྲའི་བེད་ཁོ་ར་བྱུང་སྲིད་གི་མ་རེད་ལ་ནི་ད་ང་ཚོ་ལ་ཐུག་གི་མ་རེད་ཡིན་ན་ཡང་སོ་སོ་ངོས་ནས་ཅིག་གཟབ་གཟབ་བྱེད་ད་སོ་སོ་ངོས་ནས་ཏེ་ཅིག་ད་ངས་ག་དུས་ནས་ལ་བསྡད་དགོས། ཆུ་མ་རེག་གོང་ནས་རག་རྐྱེན་མ་རེག་གོང་ནས་དོགས་ལ་ཡིས་དོགས་འདི་ཚོ་བྱེད་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་སོང་ཙང་ཨ་ནི་རྣམ་པ་ཚོ་སུ་ཡིན་ནས་ཅིག་མ་འོངས་པ་ད་ང་རང་ཚོ Indian Airlines རྣམ་པ་ཚོ་གི་བྱུང་ན་དེ་ཅིག་འདུག་སི་ཡར་མ་ཕེ་དེ་ཚོ་མ་ཕེ་ན་ཡག་པོ་འདུག་བསམ་གི་འདུག་ཨ་ནི་སོང་ཙང་ང་རང་ཚོ Swiss ཁ་དེ་ངས་ཡིན་ན་མང་པོ་ད་ང་རང་ངོ་ཤེས་པ་དེ་འདྲས་ཡོད་ཁོ་ན་ཚོ་ཡིན་ན་རེད་ང་རང་ཡིན་ན་ཡིན་གཅིག་གིས་སུ་ཡིན་ན་རོ་བ་དང་གཅིག་གིས་སོ་སོ་གི་གཅིག་རྣམ་དྲུག་ཀྲི་ཀར་ཏེས་གོང་ཁེ་བ་དང་ཨ་ནི་གཅིག་ལྕགས་ལ་ཡིན་ན་ཏེས་མ་ལྔ་ཁེས་ར་བ་ཡིན་ན་སུ་ཡིན་ན་དེ་ལ་འདོད་པ་བྱིན་འགྲོ་རོས་འགྲོ་ཡའི་འདོད་པ་བྱེད་ཀྱི་རོ་བ་སོང་ཙང་རྣམ་པ་ཚོ་ཟབ་ཟབ་གནང་རོགས་གནང་དེ Swiss Airlines འདྲ་བོ་ཡིན་ན་ང་ཚོ་དགོས་ངེས་ཆེན་པོ་ཡོད་རེད Indian Airlines འདྲ་བོ་ཡིན་ན་ང་ཚོ Luggage ཀི་ལོ་བཞི་བཅུ་ཁི་དགོས་རེད་ཨ་ནི་ལག་པ་ལ་ཀི་ལོ་བཅོ་བརྒྱད་ཁི་ཆོག་གོ་རེད་སོང་ཙང་ཨ་ནི་ཡང་ཁེ་ཕན་ཆུང་ཆུང་ཅིག་ལ་བཏགས་ཚེ་ནས་ཡང་གཅིག་མ་འོངས་པ་གཅིག་རྐྱེན་ངན་བར་ཆད་ཤུགས་ཆེན་པོ་འདི་འདྲ་བྱུང་བྱས་ཚེ་སྲོག་འདི་འདྲ་ཤོར་བ་ཡིན་ན་ཨ་ནི་གཅིག་སོ་སོ་ནང་མི་གང་ཟག་འདུག་མེད་བ་ཆགས་ཡ་ད་འདི་འདྲའི་གི་ཨ་ནི་གནས་སྟངས་ཡོང་མ་སྲིད་བ་མ་རེད་བ་སོང་ཙང་ད་ད་རིང་ངས་གི་གནས་ཚུལ་འདི་ཞུགས་བའི་རྒྱུ་མཚན་ད་ག་རང་ཡིན་ད་ལན་ཨེ་འདྲའི་སྙིང་རྗེ་རྒྱ་གར་ལ་ཡ་ད་འདི་འདྲའི་སྙིང་རྗེ་དཀའ་ངལ་ཤུགས་ཆེན་པོ་ཅིག་བྱུང་ནས་མི་ཉིས་བརྒྱ་ལྷག་འདི་འདྲའི་འདས་གྲོང་དུ་ཕྱིན་རེད་ཨ་ནི་གཅིག་ང་རང་ཚོ་བོད་རིགས་སྤུན་ཟླ

གཟུགས་པོ་དག་སོ་སོ་གི་ཚེ་སྲོག་དག་སོ་སོ་གི་ནང་མི་དེ་ཚོ་གལ་ཆེན་པོ་ཡིན་ཙང་ཨ་ནི་ཅིག་དངུལ་ལས་ཅི་ཐང་ནི་མི་ཡི་རིན་ཐང་དེ་གལ་ཆེ་གི་རུ་བ་སོང་ཙང་ཨ་འདི་ཐུགས་ལ་བཞག་ན་ཡག་པོ་འདུག་ལ་ནི་ཞོན་ད་སུས་ཅི་གོ་མ་རེད Indian Airlines དེ་ང་རང་ཚོ་ད་ས་ནས་ག་བ་ག་ས་ནས་གོ་འགྲུག་གོ་རུ་བ་སོང་ཙང་ང་རང་ཚོ་བོད་རི་སྤུན་ཟླ་ཨ་ནི་ད་ལན་ངེད་ཀྱི་བརྙན་ཐུང་དེ་གཟིགས་ཀྱི་ཡོད་བ་ཡིན་ན་རྣམ་པ་ཚོ་ག་བ་ཞུ་བ་ཡོད་བ་ཡིན་ན་ཨ་ནི་ཅིག་མ་འོངས་པ་ཅིག་ཡང་ཅིག་ཡག་མ་དེ་འདྲས་རྒྱ་གར་དང་ས་གནས་ཁག་གཞན་པར་དེ་བ་ག་བ་འཕེལ་བ་ཡིན་ན་ནི་ངེས་པར་དུ་དེ་ལ་དེས་ཐུགས་བསམ་བཞེས་རོགས་གནང་ལན་ཞུ། རྣམ་པ་ཚོ་གིས་ནི་གཅིག Indian Airlines གི Ticket དེ་མ་འོངས་པར་གཅིག་རྣམ་པ་ཚོ་གཏོར་བ་ཡིན་ན་ནི་ངེས་པར་དུ་གཟབ་གཟབ་གནང་རོགས་གནང་ལ་ནི་ཞུ་ཡས་ཡིན། ད་གས་ཆ་རྒྱ་ཡང Indian Airlines ནང་ལ་རྣམ་པ་ཚོ་འགྲོ་བ་ཡིན་ན་ནི་གཅིག་གནམ་གྲུ་འཕྲོ་བརླག་འགྲོ་ཡས་ད་ནི་གཅིག་གནམ་གྲུ་མེ་སྐྱོན་ཤོར་ཡས་ད་ཡིན་གཅིག་མིན་གཅིག་གཅིག་བཀྲ་མ་ཤིས་པ་ཅིག་ཡུང་ཀེར་ལ་ནི་ངས་འདི་ཞུ་གི་མེད་ད་ནམ་བ་སོ་ལི་ཡ་ད་ལྟ་བར་དུ Indian Airlines ནང་ལ་ཅིག་མི་མང་པོ་ཅིག་གིས་ཧ་ལམ་བརྒྱ་ཆ་ད་མ་སོ་ན་བརྒྱ་ཆ་བརྒྱད་ཅུ་ལྷག་གིས་ཨ་ནི་བཀའ་མོལ་ད་ག་རང་གསུང་གི་འདུག་ཅིག་ཅིག་འབྲས་བུ་མི་འདུག་ལ་དེ་ན་ང་རང་བརྙན་ཐུང་བཟོ་མཁན་ནང་ལ་ངས་བརྙན་ཐུང་ཁ་ཤས་མཐོང། Internet Airlines ནང་ལ་སྒྲོག་སྐྱོར་བྱས་ནས་ཕ་གའི་ལས་གཅིག། འབྲི་ལས་ཆ་སྐྱོར་དགྲ་བོ་དག། Service ཏག་ཏག་མ་སྤྲད་སྐྱོར་དགྲ་བོ་དག། AC འཕྲོ་བརླག་འགྲོ་ཤ་ལ་ཡ་དགྲ་བོ་དག། ག་དུས་ཡིན་ན་གཅིག་འདི་སྐོར་ལ་ག་ལ་བར Complain དགྲ་བོ་དག་ནི་མང་ཆེས་ཡོང་གི་འདུག་སོང་ཙང། ཨ་ནི་ད་ལེ་ངའི་བརྙན་ཐུང་བཟོས་ཡས་ཀྱི་རྒྱུ་མཚན་དག་ག་རང་ཡིན། ཨ་ནི་སོང་ཙང་རྣམ་པ་ཚོ། ས་ནི་ག་བ་ལ་བཞུས་འོས་ན་ང་རང་ཚོ་བུ་རུ་སྤུན་ཟླ་ཨ་ནི་གཅིག། ཡང་མ། ལ་ནི་གཅིག་གིས་གནམ་གྲུ་ནར་ལ་ཕེབས་དགོས་འདུག་ན་ངེས་པར་དུ་ནི Indian Airlines དེ་ལ་ནི་གཟབ་གཟབ་གནང་རོགས་གནང་ལ་ནི་ཞུ་ཡས་ཡིན་བྱུང་ན་རྣམ་པ་ཚོ་ཡང་དགུ་མོ་བརྒྱ་གཉིས་བརྒྱ་གསུམ་བརྒྱ་སི་ཐེ་བ་ཤོར་བ་ཡིན་ན་ཡང་ནི་གཅིག་གིས་གཅིག Airlines ཡིན་ན་རེད་གནམ་གྲུ་ཡག་ག་དེ་ལ་ཕེབས་ཐུབ་པ་ཡིན་ན་ཨ་ནི་གནས་སྐབས་ད་རྣམ་པ་ཚོ་མཁྱེན་གསལ་རེད་པེ་ཤག་གི་འགྲོ་སོང་ཏེས་འགྲུ་གུ་ར་མ་གཏོགས་ཡིན་ན་སོ་སོ་གཅིག་བློ་བདེ་བ་དང་སེམས་ཁྲལ་མེད་པ་ཡོད་ངེས་དེ་ཕེ་ཆེན་ཁྱད་པ་ཡོད་རེད་བསམ་གི་འདུག། ལ་སོ་ཨན་ད་ག་རང་ཡིན་ཨ་ནི་དམིགས་བསལ་གས་ཞུ་ཡས་མིན་འདུག་ཨ་ནི། རྣམ་པ་ཚོ་ས་གནས་ག་བ་ལ་ཞུ་བ་ཡིན་ན་ནི་ཅིག། སྐུ་གཟུགས་ལྷོད་ལྷོད་བྱེད་ནས་ཞུ་རོགས་གནང། ངེད་ཀྱིས་ད་ལི་བརྙན་ཐུང་བཟོ་དགོས་ཡས་རྒྱུ་མཚན་ད་ག་རང་ཡིན་ང་རང་ཚོ་ཅིག་བོད་རི་སྤུན་ཟླ་ལ་ཡས་ཅིག་ད་ལི་ཨ་ནི་ཅིག། ཅིག་རྣམ་པ་ཚོ་ལ་ཡས་གསལ་བཤད་ཞུས་ནས་ཨ་ནི་ཅིག་ཡང་ཅིག་ཕན་ནང་བསམ་བྱས་ནས་ངས་ད་ལན་འདི་སྐོར་ལ་ཞུས་ཡིན་ལ་ནི་ཞུ་ཡས་ཡིན། ལ་སོ་ཨ་ནི་མཐའ་དོན་རྒྱ་བ་དོན་གྱི་ད་གོ་ཨན་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་ཨན་བོད་དོན་བདེན་མཐའ་མྱུར་དུ་འཚོ་བའི་སྨོན་འདུན་དང་བཅས། ད་རིང་གི་བརྙན་ཐུང་དེ་ང་དག་རང་འཚམ་བཞག་ཡ་ཡིན། ཨ་བརྙན་ཐུང་རྗེས་མ་ལ་མཇལ་ཡོང། ཐུགས་ཆེ་གནང།